ད་ལན་དེ་ཡུ་རོབ་ཀྱི་སྐུ་ངོ་སྤྱི་འཐུས་རྣམ་པ་གཉིས་ཆ་ཕེ་ཞྭ་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་ཡ་ཡིན། བརྒྱུད་ལམ་འདི་གི་ཐོག་ནས་བྱང་མངའ་རིས་སྤྱི་འཐུས་བསྟན་འཛིན་འཇིགས་མེད་ལགས་དང། ཨ་ནེ། ཚེ། དོན་འགྲུབ་ཚེ་རིང། བརྒྱུད་ལམ་འདི་གི་ནས་གཟིགས་ཀྱི་ཡོད་ན་རྣམ་པ་ཚོ་ངོ་ཚ་དགོས་པའི་གནས་ཚུལ་ཞིག་རེད། ད་རེས་ངལ་རྩོལ་གྱི་མི་མང་གི་ལས་འགུལ་དེས་ཆོས་ཆབ་སྲིད་ཀྱི་ལངས་ཕྱོགས་ཐོན་དང་མ་ཐོན་མ་རེད་ཆོལ་ཁ་ཆོས་ལུགས་ཐན་དང་ཐོན་དང་མ་ཐོན་རྩ་བ་ཉིད་ནས་ཆགས་ཀྱི་ཡོད་མ་རེད་འདི་བོད་མིའི་སྒྲིག་འཛུགས་དེ་གནས་དང་མ་གནས་ཆགས་དགོས་རེད་དེ་འདྲ་ཡིན་དུས་དུས་ཁྱེད་རང་གཉིས་མཐའ་གཅིག་ཏུ་ལ་ངོ་རྒོལ་ཡོད་རྩ་དགོངས་ཞུ་དགོས་ཀྱི་ཡོད་ཕྱིན་ནས་བྱ་ང་རིགས་མི་མང་ཚང་མ་ལོག་གི་ཁོང་རྣམ་པ་གཉིས་ལ་དགོངས་ནས་ཁོང་ངོ་རྩོད་ཀྱི་སྙན་ཞུ་རྒྱབ་ཕྱིར་རྩ་དགོངས་ཞུ་དགོས་ཀྱི་ཡོད་ཕྱིན་ན་དེ་ཞུ་དགོས་ཀྱི་ཡོད་ཕྱིན་ན་ད་རེས་མཐའ་གཅིག་ཏུ་ང་ཚོ་གི་ངོ་རྒོལ།

ཕལ་ཆེར་སློང་བ་བསམ་ཤེས་བྱུང་ཡོད་རེད་ད་ང་ད་ལྟ་ག་རེ་ཞུ་གི་ཡོད་ཞུ་ཡིན་ན་རྣམ་པ་ཙམ་ལས་རེ་འདུན་གྱི་ཞུ་གི་ཡོད་དེ་ད་ད་གིན་ཇོ་མི་ནས་སོང་སྟེ་ང་ཚོ་དུ་ད་རྒྱལ་ཚབ་ཀྱི་ཁུང་བུ་སོང་དང་རྣམ་པ་དུ་ཚང་མ་ཞལ་མཇལ་གྱི་འདུག་མིག་ཆུ་བཏང། ཨོ་ད་ན་ན་དེ། ང་ཚོས་ཉིན་གུང་རྒྱབ་ཀྱི་ད་ཆར་བ་ཧོབ་ད་མེ་ལ་རྒྱབ་བྱས་ད་མི་མང་ཚང་མ་གནས་སྟངས་དེ་འདྲས་ཅིག་གང་ལ། དེ་ལས་གུས་པས་ས་ལ་འདུག་ཅིག། ཞུ་ཡོད་རེད་ང་ཚོའི་གུར་དང་དེ་འདྲའི་གྲ་སྒྲིག་བྱེད་ཡོད་དེ་ཆང་བ་ཤུགས་ཆེན་པོ་ཞུ་རྒྱག་གི་འདུག་ར་ད་མི་མང་ཚང་མ་འདུག་གནས་སྟངས་དེ་འདྲའི་ལ་ལས་གུས་སྤེ་གནང་ཞུ་ཡོད་རེད་ད་སྤྱི་འཐུས་གྲོས་ཚོགས་ནང་ལོག་ལ་ཨ་ནི་ད་རིང་ཡང་ལས་རིམ་ཐོག་ལ་ཡང་མ་མ་ཕེབས་བ་བྱས་ཨ་ནི་ཁོང་རྣམ་པ་ཚོས་གི་གཅིག་གི་གཅིག་ལ་ཉེས་འཛུགས་དང་དེ་འདྲའི་ཁོམ་ན་བྱེད་ནས་ཕེབས་གི་འདུག་ཨ་ད་ལས་དོན་དེ་མ་བྱས་བ་བྱས་རྙོག་དྲ་རང་བྱས་ནས་སྤྱི་འཐུས་ནང་ལོག་ལ་ང་ཚོ་དེ་གནས་སྟངས་དེ་འདྲའི་ཕྱིན་ནི་དེ། དངོས་གནས་དྲང་གནས་མི་མང་གི་བདེ་སྡུག་དེ་རྩ་བ་ཉིད་ནས་གཟིགས་མི་འདུག་ད་དེ་ཚང་མ་དེ་འདྲས་བྱས་ནས་གནས་སྟངས་ང་ལ་ཞུ་འོས་རེད། ཁེ་བཟང་ཚོགས་གཙོ་ཚོགས་གཞོན་མཇལ་ནས་ནི་ང་ཚོས་ཀྱི་ཞུས་པ་ཡིན། ད་རྣམ་པ་གླེང་མཁན་ཚོས་ཀྱི་ད་ལན་གྱི་ཚོགས་འདུས་དེ་ལ་ཚོགས་ཐེངས་དེ་ལ་ནི་བཅའ་ཁྲིམས་བསྐྱར་བཅོས་དེ་ཡིན་གཅིག་མིན་གཅིག་ནོམ་ཕེ་རོ་ནང་ང་ཚོས་ད་མི་མང་ངོས་ནས་འཚེ་མེད་ཞི་བའི་ཐོག་ནས་ཞུ་གཏུག་གི་ལས་གཞི་སྤེལ་གྱི་ཡོད་རེད་དེ། ད་ད་ལན་གྱི་ཚོགས་ཐེངས་དེ་ལ་ཚོགས་གཙོ་ཚོགས་གཞོན། སྤྱོད་པའི་གི་ཨ་ནི་ཚོགས་མི་ཡོངས་ཀྱིས་ད་ལན་འདི་ལ་འགན་མ་བཞེས་པ་ཡིན་ན། ད་ལྟ་བར་དུ་མི་མང་དངོས་གནས་དྲང་གནས། གུས་བརྩི་ལྡན་པའི་ཐོག་ནས་འཚེ་མེད་ཞི་བའི་ཐོག་ནས་ཞུ་གཏུག་གི་ལས་འགུལ་སྤེལ་བསྡད་ཡོད་རེད། ད་ད་ལན་འདི་ལ་ཡིན་གཅིག་མིན་གཅིག་ཁྱེད་རོགས་གནང་ཞུ་ཡི་དེ་ཁོང་རྣམ་པ་ཚོ་གི་ཨ་ནི་ད་དུས་ཤིག་བཅའ་ཁྲིམས་བསྐྱར་ཞིབ་ཚོགས་ཆུང་བཙུགས་ཡོད་རེད། ཨ་ནི་འདི་ཕྱི་ཟླ་གཉིས་པའི་གི་ཚེས་སུམ་ཅུ་བར་དུ་ཨ་ནི་བཅའ་ཁྲིམས་བསྐྱར་ཞིབ་ཚོགས་ཆུང་བཙུགས་ཚར་བའི་རྗུས་ལ་ཨ་ནི་ལས་རིམ་ནང་ལོགས་ལ་ཨ་ནི་བཅུག་ཐུབ་ཡ་གི་ཨ་ནི་ལམ་ཁ་རྩ་བ་ནས་མི་འདུག་གསུང་གི་འདུག་རོགས། ང་ཚོས་ཀྱི་ཡ་ཞུ་ཡ་འདིའི་བཅའ་ཁྲིམས་བསྐྱར་ཞིབ་ཚོགས་ཆུང་གི་ལས་དོན་གཞན་པ་དེ་ཚོ་ཨ་ནི། ཚོགས་གཏན། བདུན་པ་ལ་གནང་ཆོག་གོ་རེད་ད་ལན་དེ་ལ་ཆེ་ཛར་དྲག་གི་ཐོག་ནས་ཨ་ནི། ད་ལྟ་ཆེ་བསྟོད་ཁྲིམས་ཞིབ་ཁང་ནང་ལ་ཁྲིམས་ཞིབ་པ་ཚེ་ཡ་དར་གཞན་གཉིས་ཕེ་ཡ་གི་བཅའ་ཁྲིམས་འདི་བསྐྱར་བཅོས་གནང་རོགས་གནང་ལ་ནི་ཞུས་ཡོད་རེད་དེ། ད་ད་ལྟ་གནས་སྟངས་དེ་འདྲས་ཅིག་ཆགས་འདི་ཤ་ཛར་དྲག་གི་གནས་སྟངས་དངོས་གནས་དྲང་གནས། ཨ་ནི། དེ་ལ་རྒན་གོག་དཔེ་མང་པོ་ཡོད་རེད།

རྣམ་པ་ཚོས་ཀྱི་ད་མི་མང་གི་བདེ་སྡུག་དང་ང་ཚོའི་མི་མང་གི་བདེ་སྡུག་ཧྲུག་ཁ་ཆར་མར་བ་ང་ཚོ་བོད་མི་མང་གི་མང་གཙོ་རྐང་བ་གསུམ་འདི་ལ་དཀའ་ངལ་ཅིག་ཆེ་ཆེ་མང་གཙོ་རྐང་བ་གསུམ་ནས་གཅིག་འདི་ད་ལྟ་དབང་ཆ་ལྡན་པའི་གི་ཐོག་ནས་ཨ་ནི་མེད་བ་ཆགས་བས་འདི་གི་ཐོག་ལ་ང་ཚོས་ཀྱི་ཡ་མང་གཙོ་རྐང་བ་གསུམ་ལ་ཡ་བུ་བོ་དཔུང་འདེགས་ཞུ་ཡ་ཆེད་དུ་བཅར་ཡོད་རེད་དེ་ཨ་ནི་མི་མང་གི་བདེན་པའི་ཁུར་ཚབ་རྣམ་པ་ཚོས་ཀྱི་ད་འདི་གནས་སྟངས་འདི་ཐོག་ལ་གཟིགས་སྐྱོང་ཅི་ཡང་མ་གནང་བྱས་ད་ལྟ་བར་དུ་ད། གླེང་སློང་ཡང་ཞེ་དྲག་གནང་མ་སོང་ཨ་ནི་ང་ཚོས་ཀྱིས་ད་ལྟ་རེ་འབོད་ཞུ་བ་བཞི་སོང་འདི་ལ་རྒྱལ་ཁོངས་རྣམ་པ་ཚོས་ཀྱིས་ད་གནང་གང་གནང་ཡ་ཡིན་མིན་ཐོག་ལ་གསལ་བཤད་གསལ་བཤད་མ་གསལ་བོ་ཕེབས་ཡོད་མ་རེད་ང་ཚོས་ཁེ་སང་བཅར་བྱས། ང་ཚོས་ཁེ་སང་ཚོགས་གཙོ་ཚོགས་ཆུང་ལ་བཅར་བྱས་ད་རིང་ནས་བཟུང་སྟེ་མི་མང་གིས་ཨ་ནི་ད་ལྟའི་གི་ཞུ་གཏུག་གི་ལས་འགུལ་འདི་གི་ཐོག་ལ་གལ་སྲིད་རྣམ་པ་ཚོས་ཀྱིས་གསན་འཇོག་མ་གནང་བ་ཡིན་ན་ཨ་མི་མང་ཚོས་ཀྱི་དགོངས་ཚུལ་དགོངས་འཆར་དང་ཁ་ཕྱོགས་དེ་ག་བ་ལ་འགྱུར་གྱི་ཡོད་མེད། གནས་སྟངས་ག་འདྲས་ཅིག་ཆགས་ཀྱི་ཡོད་མེད་དེ་ཨ་ནི་བརྒྱ་ཆ་བརྒྱ་ནས་བརྒྱ་ཐམ་པ་ཨ་ཚོགས་གཙོ་ཚོགས་གཞོན་གཙོས་བལ་གྱི་ད་ལན་གྱི་སྤྱི་འཐུས་ལྷན་ཚོགས་ཆ་ཚང་ལ་ཡིན། ཁྱེད་རྣམ་པ་ཚོས་ཀྱི་འགན་འཁུར་བཞེས་དགོས་རེད་ཁྱེད་རྣམ་པ་ཚོས་ལ་འགན་ཡོད་ད་ལ་ནི་ཡ་ཞུས་བཞག་ཡོད། འོ་དེ་འདྲས་ཅིག་ཞུ་ཡ་ཡིན་ད་དངོས་གནས་དྲང་གནས་གནས་སྟངས་དེ་འདྲས་ཅིག་གི་སྒང་ལ་ཆ་ཚང་ཧང་སང་ཡ་རེད་བཞག་འདུག་ཨ་དངོས་གནས་སེམས་པ་སྐྱོ་དགོས་ཡ་ཅིག་རེད་བཞག་དངོས་གནས་ཁོ་རང།

འོན་ཀྱང་མི་མང་གི་སེམས་ཤུགས་དང་ལྷག་བསམ། ཨ་ནི། ད་ལྟ་འདིའི་ཐོག་ལ་ལས་འགུལ་ཐོག་ལ་རྒྱབ་སྐྱོར་དེ་ཧང་སང་ཡས་རེད་ཤག་ཁེ་སང་ཉི་མ་དང་པོ་དེ་ལ་ཡིན་ན་ཕྱ་བ། ཞོ་ཀེ་ནས་ཕྱིན་ནས་ཕྱ་བ་རྒྱབ་བྱས་མི་མང་ཚོ་རྩ་མེད་གློར་ནས། གང་སྐྱིད་པ་དུ་ལ་ཨ་ནི། གོམ་པ་རྒྱག་ནས་འདུག་སྤེ་ཡོད་རེད་ཨ་ནི་རྒན་པ་རྣམས་ཚོས་ད་རིང། ཕྱར་བ་མ་གོ་གནམ་ནས་རྡོ་ཚར་བ་ཡིན་ན་ཕེབས་ཀྱི་ཡིན་གསུངས་ནས་ཚང་མ་ཞབས་འདང་ཕེབས་རེད་མི་མང་ཚོ་གི་ལྷག་བསམ་དང་སེམས་ཤུགས་ལ་དངོས་གནས་དྲང་གནས།

མི་མང་གི་བསམ་ཚུལ་གང་སྤུང་བ་དེ་ཆ་ཚང་གི་ཐོག་ལ་སྙན་ཐོ་འདིའི་ཐོག་ལ་ལག་ལེན་གནང་རོགས་གནང་ལ་ཞུ་གི་ཡོད་མ་རེད། གང་ཅེས། ད་ལྟའི་ཆར་ལ། ཆེས་མཐོའི་ཁྲིམས་ཞིབ་ཁང་ནང་ལོ་ལ་ཁྲིམས་ཞིབ་པ་ཆེ་ཡ་དང་གཞན་གཉིས་མེད་བ་འདི། ཨ་ནི། ཆེས་རྫ་དྲག་ཏུ་གྱུར་ཡོད་ཙང་འདིའི་ཐོག་ལ་ཨ་ནི་འགྱུར་བ་གནང་རོགས་གནང་ད་ལན་དགོངས་བཞེས་གནང་རོགས་གནང་ལ་འདི་ཅིག་པོ་ཅིག་འབུལ་གི་ཞུ་གི་ཡོད་རེད། ད་གནས་སྟངས་དེ་འདྲས་ཅིག་ཆགས་བསྡད་ཡོད་རེད་མི་མང་ཚང་མ། ཨ་ནི་ཁོང་རྣམ་པ་ཚོ་ཕིག་གི་གྲོས་ཚོགས་ཚོགས་ཁང་ནང་ལོ་ལ་དངོས་གནས་དྲང་གནས། ཨ་ནི་ཕྱར་བ་དང་གང་ཡང་མེད་པའི་ཐོག་ནས་ཨ་ནི། གནས་སྟངས་ཡག་པོ་གཅིག་ཐོག་ལ་ཞུགས་བསྡད་ཡོད་རེད་འདི་ཡང་བོད་མིག་གིས་རྩ་དོན་ཆེད་དུ་ཕྱག་ལས་མ་གནང་བ་ཆེད་རྙོག་དྲ་རྐྱང་རྐྱང་གཅིག་ཐོག་ལ་ཨ་ནི་བཀའ་མོལ་གནང་ཆེད་ནས་ཞུགས་བསྡད་ཀྱི་འདུག་ཨ།